ན་མོ་གུ་རུ་མ་མཛོད་ཤྲི་རི་ཡའི་བདེ་གཤེགས་ཐུགས་མཚན་བསིལ་བའི་དྲི་བཞོན་ཐོད་ཚན་ངོགས་སུ་བཏང་པའི་མོད་ལ་ཤུགས་དྲག་ངེས་འབྱུང་ཐུགས་བསྐྱེད་བ་དན་བཞི་ལ་ཕྱོགས། ཡན་ལག་མཆོག་གི་ལྗོན་པའི་སྟེང་དུ་མར་མེ་མཛད་ཅིང་ཞབས་སོར་བཀོད་ནས། ལུང་གི་བདུད་རྩིར་བཅས་པའི་མོད་ལ་ཏིང་འཛིན་བརྒྱ་ཕྲག་མངོན་དུ་བྱས། ཚོགས་གཉིས་གསེར་གྱི་འཁོར་ལོའི་རྩིབས་སྟོང་གྲངས་མེད་གསུམ་གྱི་མུ་ཁྱུད་ནང་ནས་ཀུན་ནས་བཟླུམས་པའི་སྙིང་སྟོབས་ཆེན་པོས་དོན་ཀུན་ཡོངས་སུ་གྲུབ་པའི་མཐར། མཆི་མའི་གདོང་ནས་གཟིགས་པ་རྣམ་ལྔས་འཛམ་གླིང་འགྲོ་བའི་མགོན་དུ་གཤེགས་ཏེ། གདན་བཞིའི་མཆོད་ཆར་བབས་པ་དེ་ལ་དལ་གྱིས་མཆོད་དང་པོར་གཏོགས། ཞེས་མཆོད་པར་བྱེད་པ་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབས་པ། ཕུན་སུམ་ཚོགས་པ་སྔགས་ཀྱི་སྐོར་ལ་ཡང་བཀའ་ཤག་ཅུང་ཟད་ཅིག་ཞུས་བཞག་པ་ཡིན་ན། དེ་ནས་སྤྱིར་ཕག་པའི་གང་ཟག་རྣམས་ལ། བོད་ཀྱི་ལོ་ཐོ་ཟེར་གྱི་འདྲ་དང། དབྱིན་ཇིས་ཀྱི་ཚེས་གྲངས་ཟེར་གྱི་འདྲ་དང། དེ་ནས་ཨེ་ཤེ་ཡ་ཟེར་གྱིན་གྱི། དང། ཡུ་རོབ་ཟེར་གྱི་འདྲ་པོ་དེ་འདྲ་གི་དུས་དང། ཕྱོགས། མཚམས་ཟེར་གྱི་འདྲ་པོ་དེ་འདྲ་དང། མ་གཞི་ཀ་ད་བོད་ཀྱི་སྟོན་པ། མུ་ཏིག་གཅེར་བུ་བོད་ཀྱི་བསྟན་པ་ནང་བཞིན་གྱི། ཆོས། Arjuna ལྟ་བུ་གྱི་འཁོར་རམ་གདུལ་བྱ། Krishna ལྟ་བུ་གྱི་འདུལ་བྱེད་ཟེར་གྱིན་འདུག་པས་དེ་ཚོ་ཐམས་ཅད་ཀྱང་གཉིས་འཛིན་གྱི་གློག་གི་བར་སྒྲོ་བཏགས་ནས་བཟོས་བཞག་པ་ཅིག་མ་གཏོགས་རང་བཞིན་གྱིས་དོན་ལ་གྲུབ་ཡོད་ས་མ་རེད། དེ་ནས་དེ་ཚོ་ལྟ་ཡིན་དང་ཡིན། འཁོར་བ་དང་མྱ་ངན་ལས་འདས་པ་ཟེར་གྱིན་དེ་ཡང། གློག་གི་སྒྲོག་སྟངས་ནི་ཐ་སྙད་ཙམ་དུ་ཡོད་པ་མ་གཏོགས་དོན་དམ་དུ་དོན་དམ་པའི་ངོ་བོ་ལ་བརྟེན་ནས་གྲུབ་ཡོད་ས་མ་རེད། དེ་ཡིན་དུས་དེ་ནས་ཕུན་སུམ་ཚོགས་པ་ལྔ་ཟེར་མཁན་དེ་ཡང་ང་དང་ང་འདྲ་བོ་གི་གང་ཟག་མདུན་ལ་ག་རེ་ཡོད་པ་དེ་ཧ་གོ་ཐུབ་ཙམ་དེ་ཡང་རོབ་རོབ་ཙམ་ཙམ་མ་གཏོགས་དཔྱིས་ཕྱིན་པ་ཧ་གོ་མི་ཐུབ་མཁན། ལྐོག་གྱུར་གྱི་དོན་གང་ཡང་མཐོང་མ་ཐུབ་མཁན་གྱི་སོ་སོའི་སྐྱེ་བོ། ལས་དང་ཉོན་མོངས་པ་གི་བདག་ཉིད་ཅན། ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པ་མང་པོ་ཅིག་ཚུགས་རུག་རུག་བྱས་ནས། ཚོགས་པ་གཅིག་ལ་རག་ལས་དེ་མཁན། སྐར་མ་གཅིག་གི་སྣང་བ་དང་ཞག་པོ་གཅིག་གི་སྣང་བ་ལ་ཡང་དུས་ཡུན་རིང་ཐུང་གི་ཁྱད་པར་ཞིབ་འོག་ཅིག་ཡོད་སྣང་ཤར་མཁན། དེ་ནས་སྟེང་དང་འོག་ཤར་དང་ནུབ་ཟེར་མཁན་འདྲ་བུ་དེ་འདྲ་ལ་ཡང་ཁྱད་པར་ཆེན་པོ་ཡོད་སྣང་ཤར་མཁན། ཕུན་སུམ་ཚོགས་ན་ནི་ཡག་པོ་ཅིག་ཡིན་སྣང་ཤར་མཁན་དང་ཕུན་སུམ་མ་ཚོགས་ན་ནི་དེ་ནི་སྡུག་པོ་ཡིན་སྣང་ཤར་མཁན། དེ་འདྲས་ཀྱི་རིགས་ལ་ནི་དེ་ནི་ཐ་ན་བསམ་བློ་སྣ་གཅིག་མ་དུ་བཏང་རྒྱུ་མེད་ན་ཡང། སྐད་ཆ་ཚིག་གཅིག་མ་དུ་བཤད་རྒྱུ་མེད་ན་ཡང། གནས་དང་དུས། སྟོན་པ་དང་འཁོར། ཐོག་མ་དང་ཐ་མ་ཟེར་མཁན་འདྲ་པོ་དེ་འདྲས་ཅིག། མ་ཤེས་ན་ཤེས་མཁན་གྱིས་ཡང་ཤེས་མི་ཤེས། ཉན་མཁན་གྱིས་ཡང་ཉན་མི་ཤེས། མང་ཆེ་བ་གི་བསམ་བློ་ནང་ལ་ཡང་ཤོང་གི་མེད་པ་ཡིན་དུས་དེ་ནི་ཕུན་སུམ་ཚོགས་པ་ལྔ་ཟེར་མཁན་གྱི་བཤད་ཡག་གི་ལུགས་སྲོལ་ཅིག་ཡོད་ས་རེད། དེ་ཡིན་དུས་ད། སྤྱིར་ང་དང་ང་འདྲ་བུ་གི་གང་ཟག་ལ་ནི་དེ་ནས་ལས་དང་ཉོན་མོངས་པ་གི་དབང་གིས་ཁམས་གསུམ་འཁོར་བ་ལ་མུ་མཐའ་མེད་པར་འཁྱམས། མ་རིག་མུན་པའི་གླིང་དུ་འགྲོ་བསྡད་པ་ཡིན་དུས་ཕུན་སུམ་ཚོགས་ཟེར་མཁན་དེ་ཧ་ཅང་གི་དཀོན་པོ་ཡོང། པད་མ་སྲིད་ཀྱི་ཉིན་མོ་གི་སྐར་མ་ནང་བཞིན་དེ་འདྲ་ཡིན་ས་རེད་དེ། ཡིན་ན་ཡང་མཚམས་མཚམས་ལ་དེ་ནི་འཇིག་རྟེན་བི་གི་བསོད་ནམས། གཙོ་བོ་སངས་རྒྱས་དང་ཐུགས་རྗེ། ཉག་གཅིག་གི་བྱིན་རླབས་ལ་བརྟེན་ནས། མཚམས་མཚམས་ལ་ཕུན་སུམ་ཚོགས་པ་དེ། ཡོང་གི་ཡོད་ས་རེད། དེ་ནས་དེ་ག་འདྲའི་སྒྲ་ཅིག་ཡོང་གི་ཡོད་རེད་ཟེར་གྱི་ཡོད་ན། སྐབས་འདི་ལ་ཕུན་སུམ་ཚོགས་པ་ཟེར་མཁན་དེ། ཟས་དང་གོས་ནོར་དང་ལོངས་སྤྱོད་ཆབ་སྲིད་དང་དབང་ཆ་ལ་སོགས་པ་དེ་འདྲ་གི་ཚེ་འདི་དང། ཚེ་འདིའམ་འཇིག་རྟེན་གྱི་ཕུན་སུམ་ཚོགས་པ་ལ་ཟེར་རྒྱུ་མ་ཡིན་པར། མ་རིག་པའི་གཉིད་ལས་སངས་ཐུབ་པའི་དེ། རྒྱུ་དང་རྐྱེན་རྟེན་འབྲེལ་རྣམས་སུ་ཚོགས་ཡ་ཡོད་པ་ཅིག་ལ་ཕུན་སུམ་ཚོགས་ཡ། ཕུན་སུམ་ཚོགས་པ་ཟེར་ནས་ལབ་ཡ་ཡོད་པ་ཅིག་དང། ཡང་ན་ནི། ཤེས་བྱ་ལ་བློ་གྲོས་ཀྱི་པད་མོ་རྒྱས་པའི་གི་ཆ་ཆེན་མཚམས་མཚམས་ལ་ཚུར་འཛོམས་ཡ་ཡོད་པ་དེ་འདྲ་ཅིག་ལ། དེ་ནི་ཕུན་སུམ་ཚོགས་པ་ཟེར་མཁན་གྱི་ཐ་སྙད་ཅིག་འཇོག་གི་ཡོད་པ་ཡིན་དུས། ཟླ་དང་པོ་ཕུན་སུམ་ཚོགས་པ་གཞན་རྣམས་གང་དུ་ཚོགས་ཀྱི་གནས་ཕུན་སུམ་ཚོགས་པ་དེའི་སྐོར་དུ་འདི་ཅིང་ཅུང་ཟད་ཅིག་ཞུས་པ་ཡིན་ན། དེ་ཡང་དེ་ནི་ད་ལྟ་གོང་དུ་ཞུས་པ་ནང་བཞིན་དོན་དམ་པའི་གི་དབང་དུ་བྱས་པ་ཡིན་ན། འཇིག་རྟེན་གྱི་ཁམས་ལ་ཚད་གྲངས་མཐོ་དམན་གོ་རིམ། སྟེང་དང་འོག། འཛམ་བུ་གླིང་རྡོག་རྡོག་འཛམ་བུ་གླིང་ལེབ་ལེབ་ཟེར་གྱི་འདྲ་བུ་དེ་འདྲ་དང་ཁ་དོག་དཀར་དམར་ཟེར་གྱི་འདྲ་བུ་དེ་འདྲ་གང་ཡང་གྲུབ་ཡོད་ས་མ་རེད། ཡིན་ན་ཡང་གློག་ཀུན་རྫོབ་ཆུ་མཐོང་སོ་སོའི་སྐྱེ་བོ་གི་ངོ་ལ་ལྟས་ན་མོས་པ་དང་ཁམས་དབང་པོ་སྣང་བ་སྣ་ཚོགས་པ་དེ་འདྲའི་མང་པོ་ཡོད་དུས་འཇིག་རྟེན་གྱི་ཁམས་ཡང་སྣ་ཚོགས་པ་དེ་འདྲའི་ཡོད་ས་རེད། འཇིག་རྟེན་གྱི་ཁམས་དེ་ཚོ་ཡང་འགའ་ཞིག་ཐག་རིང་པོ་བར་སྣང་སྟོང་པ་གཅིག་ལ་ཡང་ཡོད་བསྡད་པ་མ་ཡིན་པར་ད་ལྟ་ང་རང་ཚོས་བྱ་འཐུང་ས་ཀྱི་ཕོར་པ་གཅིག་གི་ནང་ལ་ཡང་དེ་ནས་འཇིག་རྟེན་གྱི་ཁམས་སྣ་ཚོགས་པ་ཡོད་ཟེར་ནས་མདོ་རྒྱུད་བསྟན་བཅོས་མང་པོ་ལ་དེ་འདྲ་གསུངས་ཡོད་ས་རེད། དེ་ནས་ད་ལྟ་ང་རང་ཚོས་སངས་རྒྱས་ཤཱཀྱ་ཐུབ་པ་དེ་སྤྲུལ་པའི་སྐུ་ཡིན་ཟེར་དེ་འདྲའི་གསུང་གི་ཡོད་རེད། དེ་ནས་སྤྲུལ་པའི་སྐུ་སངས་རྒྱས་ཤཱཀྱ་ཐུབ་པ་དེ་ལོངས་སྤྱོད་རྫོགས་སྐུའི་རྣམ་པ་ཅན་དུ་བཞུགས་དུས་གསང་ཆེན་རྣམ་པར་སྣང་མཛད་ཟེར་ནས་བཞུགས་གི་ཡོད། དེ་འདྲ་བའི་གསང་ཆེན་རྣམ་པར་སྣང་མཛད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཞིང་ཁམས་ཟེར་མཁན་དེ་ཚོ་ང་ཚོ་འདྲ་བའི་བདུད་བྱེད་ཀྱི་བློ་ལས་ཤོང་ཐུབ་དེ་དཀའ་ལས་ཁག་པོ་ཡིན་ས་རེད་དེ། ཡིན་ན་ཡང། ད་དཔེར་ན་སངས་རྒྱས་རྣམ་པར་སྣང་མཛད་ཀྱི་སྐུ་ཡི་ཡོན་ཏན་སྐོར་ལ་བསམ་བློ་ད་བཏང་བའི་ཚུལ་འདྲ་གཅིག་བྱས་བྱས་པ་ཡིན་ན། སངས་རྒྱས་རྣམ་པར་སྣང་མཛད་ཟེར་མཁན་དེ་གི་སྐུ་གི་བ་སྤུ་གཅིག་ལ་ཡང་ཞིང་ཁམས་ཐམས་ཅད་ཁྱབ་ཡོད་པ་དང། སངས་རྒྱས་དང་བྱང་ཆུབ་སེམས་དཔའ་མང་པོ་གི་ཞིང་ཁམས་ཐམས་ཅད་སངས་རྒྱས་ཀྱི་སངས་རྒྱས་རྣམ་པར་སྣང་མཛད་ཀྱི་སྐུ་ཡི་བ་སྤུ་གཅིག་ལ་བ་ཁྱབ་ཡོད་པ། དཔེར་ན་གཙང་ཆེན་རྣམ་པར་སྣང་མཛད་ཀྱི་ཕྱག་གཉིས་ཀྱི་མཉམ་གཞག་གི་ནང་ལ་ལྷུང་བཟེད་ཅིག་ཡོད། ལྷུང་བཟེད་དེ་ཡང་སྤོས་ཀྱི་ཆུ་གིས་གང་ནས་ཡོད། སྤོས་ཀྱི་ཆུ་དེ་ཡང་ད་ལྟ་ང་རང་ཚོའི་ཆུ་འཐུང་ས་ཀྱི་ཕོར་པ་ཆུང་ཆུང་ནང་ལ་ཡོད་པའི་ཀྱི་ཆུ་དེ་འདྲས་མ་ཡིན་པ། འཛམ་བུའི་གླིང་ལ་ཡོད་པའི་ཀྱི་མཐའི་འཇམ་མཚོ་ཆེན་པོ་ཐམས་ཅད་ཚུར་བསྡུས་བཞག་ན་ཡང་འབུམ་ཕྲག་མང་པོ་ལས་ཀྱང་ལྷག་བསྡད་པ་དེ་འདྲས་ཀྱི་དེ་ནི་མཐའི་འཇམ་མཚོ་བསམ་གྱིས་མི་ཁྱབ་པ་དེ་འདྲས་ཡོད། དེ་འདྲ་བའི་དེ་ནས་སྤོས་ཤུལ་ཆེན་པོ་དེའི་ནང་དེ་ལ་མེ་ཏོག་དཔེ་མིག་གི་སྡོང་པོ་ཡངས་ཤིང་རྒྱ་ཆེན་པོ་ཅིག་ཡོད། མེ་ཏོག་དཔེ་མིག་སྡོང་པོ་དེ་ལ་དེའི་སྟེང་དེ་ལ་དེ་ནི་མེ་ཏོག་པད་མ་ཉི་ཤུ་རྩ་ལྔ། གཅིག་གི་སྟེང་དུ་གཅིག་བརྩེགས་ནས་ཡོད། མེ་ཏོག་པད་མ་དེ་རེ་རེ་གི་སྟེང་དེ་ལ་ཡང་འཇིག་རྟེན་གྱི་ཁམས་སྣ་ཚོགས་པ་ཡོད། དབུས་ཡུལ་གྱི་མེ་ཏོག་པད་མ་བཅུ་གསུམ་པ་དེའི་ནང་དེ་ལ་དེ་ནི་འཇིག་རྟེན་གྱི་ཁམས་མི་མཇེད་འཇིག་རྟེན་གྱི་ཁམས་ཟེར་མཁན་ཞིག་ཡོད་ད་དེ་ཕལ་ཆེར་ད་ལྟ་ང་རང་ཚོ་འདི་ན་འགྲོ་འདུག་བྱེད་ས་ཀྱི་ས་ཆ་དེ་ཡིན་ཟེར་གསུང་གི་ཡོད་ས་རེད། དེ་ནི་མི་མཇེད་འཇིག་རྟེན་གྱི་ཁམས་ཟེར་མཁན་དེ་ཡང་ད་ལྟ་ང་རང་ཚོའི་བསམ་བློའི་ནང་ན་ཡོད་པའི་གི་འཛམ་བུའི་གླིང་ཟེར་ནས་མཛུབ་མོ་བཙུགས་ས་ཡོད་པ་དེ་འདྲའི་ཙམ་ཅིག་མ་ཡིན་པ། གླིང་བཞིའི་གླིང་ཕྲན་བྱེ་བ་བསམ་གྱིས་མི་ཁྱབ་པ་དེ་འདྲ་ཡིན་ས་རེད། དེ་ཚོ་ཐམས་ཅད་ཀྱི་ནང་ནས་ད་ལྟ་ང་རང་ཚོའི་འཛམ་བུའི་གླིང་ཟེར་འཛུགས་དགོས་བཅུག་ས་ཡོད་པ་འདི་ལ་ཡང་དེ་ནི་ཆུ་ཚོང་སོ་སོའི་སྐྱེས་བུ་གི་ངོ་ལ་རྒྱལ་ཁབ་འདྲ་མི་འདྲ་ཉིས་བརྒྱ་ལྷག་བརྩད་སྐད་རིགས་མི་འདྲ་བ་བདུན་སྟོང་ལྷག་མི་རིགས་མི་འདྲ་བ་སུམ་ཅུ་ལྷག། དེ་བཞིན་དུ་དེ་ནས་གྲོང་ཁྱེར་ཆེན་པོ་བཱ་ར་ན་སི་ཟེར་མཁན་འདྲ་དང། ཤང་ཧའི། རོམ། ཨི་ས་ཧྥན། རྗེ་རུ་ས་ལེམ་ཟེར་མཁན་འདྲ་བུ་དེ་འདྲའི་རིག་གཞུང་གི་ཆུ་བོད་ཀྱི་གྲོང་ཁྱེར་དང་གྲོང་རྡལ་མང་པོ། ཨ་རི། ནིའུ་ཡོག། དབྱིན་ཇིའི་ལུང་པ་འདྲ་ཅིག་ཡིན་ན་ལོན་ཏོན། སིང་ག་པུར་ལྟ་བུ་དཀར་འབྱོར་དང། དེ་འདྲའི་གི་ཆུ་བོད་ཀྱི་གྲོང་ཁྱེར་དང་གྲོང་རྡལ་ཡང་མང་པོ། ལྷ་ས། ཁ་ཆེ་གི་ཡུལ་གྱི་མེ་ཁ། ཡུ་རོབ་ཀྱི་བྷེ་ཏྲ་ཁིན་ལྟ་བུའི་ཆོས་ལུགས་ཀྱི་བསྟི་གནས་ཡང་མང་པོ་འོ་དེ་ག་ནང་བཞིན་མ་ཡ་མར་ན་ལ་ཡོད་བིག་གི་ཤི་བྷ་ཏི་གོན་རྒྱ་ནག་གི་གླང་ཆེན་ཇིང་རི་སི་རི་ལང་ཀ་གི་རྡ་ལ་དང་མ་ལི་ག་བ་བལ་ཡུལ་གྱི་འཕགས་པ་ཤིང་ཕིན་ལྟ་བུ་སངས་རྒྱས་དང་བྱང་ཆུབ་སེམས་དཔའ་གྲུབ་པ་བརྙེས་བིག་གི་གང་ཟག་མང་པོ་ཞབས་ཀྱིས་བཅགས་ནས་བྱིལ་བྱིལ་ལ་བིག་གི་གནས་ངོ་མཚར་བ་གྲངས་ལས་འདས་པ་དེ་འདྲའི་ཡོད་ན་ཡང་ད་ད་ལམ་གྱི་གནས་ཕུན་སུམ་ཚོགས་པ་འདི་ནི། སངས་རྒྱས་རེ་རེ་ཙམ་ཕེབས་པའི་ས་ཆ་དེ་འདྲ་མ་ཡིན་པ། ཀ་བ་བཟང་པོས་སངས་རྒྱས་སྟོང་རྩ་གཉིས་ཕེབས་པའི་ས་ཆ། ད་ལྟའི་བར་དུ་སངས་རྒྱས་བཞི་ཕེབས་ཚར་ནས། མ་འོངས་པ་ལ་ཡང་སངས་རྒྱས་དགུ་བརྒྱ་དགུ་བཅུ་ལྷག་ཕེབས་རྒྱུ་ཡོད་པ། དམིགས་བསལ་གྱིས་དེ་ནི་ང་རང་ཚོའི་སྟོན་པ་ཤཱཀྱ་ཐུབ་པ་ཀ་བ་གྲངས་མེད་གསུམ་དུ་ཚོགས་བསགས། སྲིད་པ་ཐ་མ་རྒྱ་རི་སའི་གཞོན་ནུ་དོན་གྲུབ་ཅེ་དགའ་ན་གཅིག་གི་མདུན་ཧ་ལ་གཟིགས་ནས་དེ་གི་སྤྱན་གི་ཕྱིར་ནི་ཕྱིར་མེད་པར་རབ་ཏུ་བྱུང། ཆུ་བོ་ནེ་རེ་འཛམ་ནི་འགྲམ་དུ་ལོ་དྲུག་ཏུ་དཀའ་བ་སྤྱད། བདུད་དཔུང་མང་པོ་སྟན་ཐོག་གཅིག་ཏུ་བཏུལ་བའི་ས་ཆ་ག་ལ་བ། རྔམ་པར་རྫོགས་པ་སངས་རྒྱས་པའི་གནས་མཆོག་ས་ཆ་ག་ལ་བ་དེ་ད་རྡོ་རྗེ་གདན་ཟེར་ནས་མིང་གིས་བཏགས། ད་ལྟ་ང་རང་ཚོ་ཐམས་ཅད་ཡོངས་འདི་ཟེར་གི་ས་ཆ་འདི་ནི་ད་ད་ལམ་གྱི་གནས་ཕུན་སུམ་ཚོགས་པ་ལགས་སོ། ད་གནས་ཕུན་སུམ་ཚོགས་པ་དེ་ལ་བྱོན་པའི་སྟོན་པ་ཕུན་སུམ་ཚོགས་པ་དེ་ཐེག་པ་ཆེན་པོ་ངེས་དོན་ཡིན་ལུགས་ཀྱི་དབང་དུ་བྱས་ནས་བཤད་བྱས་པ་ཡིན་ན། ང་རང་ཚོའི་སྟོན་པ་དེ་གང་ཟག་ཇི་ན་བ་སོ་སོའི་སྐྱེའོ་རིམ་གྱིས་པ། དང་པོ་བྱང་ཆུབ་ཆོས་ཏུ་ཐུགས་བཅས་བར་དུ་བཀའ་པ་གྲངས་མེད་གསུངས་པའི་ཚོགས་བསགས་ཐ་མ་མངོན་པར་རྫོགས་པ་བཞི་ནས་ཐ་མ་མངོན་པར་རྫོགས་པ་སངས་རྒྱས་པ་བདེན་པའི་ཅིག་གང་ཟག་དེ་འདི་གཅིག་ལས་མ་ཡིན་པ། ཐོག་མ་མེད་པའི་དུས་ནས་ཆོས་ཉིད་འོད་གསལ་གྱི་ཞིང་ཁམས་སུ་མངོན་པར་རྫོགས་པར་སངས་རྒྱས། སྐུ་དང་ཡེ་ཤེས་འདུ་འབྲལ་མེད་པའི་ངང་དུ་སངས་རྒྱས་ཐམས་ཅད་དང་དགོངས་པ་རོ་གཅིག། དབྱེ་བ་མེད་པར་བྱས་ནས་བཞུགས་པ་གི་ངང་དེ་ལས། དེ་ནས་དུས་ཚོད་སྐར་མ་གཅིག་ཡང་མ་ཡོལ། ས་སྟོང་འདྲ་ཅིག་མ་སོང་ན་དབྱིན་ཇི་གཅིག་ཀྱང་མ་ཡོད་པ་བསམ་གྱིས་མི་ཁྱབ་པ་ལྷུན་གྱིས་གྲུབ་པའི་ངང་ནས་འགྲོ་བའི་དོན་ཆེན་པོ་གནང་དང་གནང་བཞིན་པ་དེ་འདྲའི་ཡིན་ས་རེད་དེ་ཡིན་ན་ཡང་ད་ད་གིན་གོང་དུ་ཞུས་པ་ནང་བཞིན་ང་ཚོ་འདྲ་པོའི་གི་བསམ་བློ་ནང་ལ་ཤོང་དཀའ་ལས་ཁ་པོ་ཡིན་ས་རེད་དེ་ཡིན་དུས་ད་ང་ཚོ་འདྲ་པོའི་གི་བློ་ལ་ཤོང་ཡག་གི་ཆེད་དུ་སྤྲུལ་པའི་སྐུ་སྣ་ཚོགས་པ་དེ་འདྲའི་མང་པོ་བྱུང་བའི་ནང་ནས། ལུམ་བི་ནི་ལ་སྐུ་འཁྲུངས། རྡོ་རྗེའི་གདན་དུ་མངོན་པར་རྫོགས་པ་སངས་རྒྱས་ཝཱ་ར་ཎཱ་སི་པའི་ཆོས་ཀྱི་འཁོར་ལོ་བསྐོར། མཐར་རྩྭ་ཤོག་གྲོང་དུ་མྱ་ངན་ལས་འདས་པའི་སྤྲུལ་པ་བསྟེན་མཁན་རྒྱལ་བ་ཤཱཀྱ་ཐུབ་པ་བྱོན། དེའི་རྒྱལ་ཚབ་རྒྱ་གར་འཕགས་པའི་གཡུ་ཡུལ་དུ་དེ་ནས་སྟོན་པའི་གི་སྟེ་རབས་བདུན། གནས་བརྟན་ཆེན་པོ་བཅུ་དྲུག་འཛམ་གླིང་མཛེས་པར་བྱེད་པའི་རྒྱན་དྲུག་མཆོག་གཉིས། གྲུ་ག་ཐོད་པའི་གྲུ་ཆེན་བརྒྱད་ཅུ་རྩ་བཞི་ལ་སོགས་པ་དེ་འདྲ་མང་པོ་བྱོན་ཡོད་ས་རེད། དེ་ནི་རྒྱ་གར་ཙམ་གྱིས་མ་ཡིན་པར། བལ་ཡུལ་གྲུ་གཞན་ལ་ཡང་སྟོན་པའི་རྒྱལ་ཚབ་ཧ་ཅང་བསམ་གྱིས་མི་ཁྱབ་པ་མང་པོ་དེ་འདྲ་བྱུང་ཡོད་ས་རེད། དཔེར་ན་མ་ཧ་ཙི་ནཱ་ལྟ་བུ་གི་རྒྱལ་ཁབ་དང། Thailand། Sri Lanka། སོག་པོ། རི་བིང་ཟེར་མཁན་དེ་ཚོ་ལ་ཡང། རིག་པ་འཛིན་པ་དང་འཛིན་མ། བྱང་ཆུབ་སེམས་དཔའ་དང་སེམས་མ། དགྲ་བཅོམ་པ་བསྟན་འཛིན་གྱི་བྱེད་པོ་བསམ་གཞིག་མི་བྱེད་པ་བྱུང་ཡོད་པ་ནི་གོར་མ་ཆག་པ་ཡིན་གྱི་རེད་བསམ་གྱི་ཡོད། ང་རང་ཚོ་བོད་ཁ་བ་ཅན་གྱི་ལྗོངས་སུ་སྟོན་པའི་རྒྱལ་ཚབ་བྱང་ཆུབ་སེམས་དཔའ་ས་ལ་བཞུགས་པ་དང་མ་བཞུགས་པ་དེ་འདྲ་ནི་མང་པོ་བྱུང་ཡོད་པ་བསྙོན་མ་དགོས་པ་རེད། ཡིན་ན་ཡང་ད་ལམ་གྱི་སྐབས་སུ་བབས་པའི་ང་རང་ཚོའི་སྟོན་པ་ཕུན་སུམ་ཚོགས་པ་ནི། རྒྱ་གར་ཕ་བོད་ཡུལ་དུ་ངོ་མཚར་ཆེ་བའི་གདུང་རྒྱུད་གདུང་རབས་མང་པོ་བྱུང་ཡོད་ན་ཡང་ནང་པ་སངས་རྒྱས་པ་ཡིན་པའི་གི་ངོ་བོ་ནས་དེ་ནས་མང་པོས་བསྐུར་བའི་གདུང་རབས་ཟེར་མཁན་དེ་རྩ་ཆེན་པོ་ཞི་བོ་ཇི་ཙི་གི་ཡོད་རེད་པས་དེ་བཞིན་དུ་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་ངོ་མཚར་ཆེ་བའི་གི་གདུང་རྒྱུད་ཀྱི་རིམ་པ་གྲངས་ལས་འདས་པ་མང་པོ་བྱུང་ཡོད་ན་ཡང། ང་ཚོས་མང་པོ་ཞིག་ལ་དམིགས་བསལ་གྱི་འོད་ཟེར་ལྷ་ཡི་རིགས་ཁྱོན་གྱི་རིགས་དཔའ་མཐིང་ས་བརྒྱ་པ་ཟེར་ནས་མཚན་མཆོག་གསུམ་ལྡན་གྱི་བྲག་དཀར་ས་སྟེང་དུ་བྱབ་པའི་གདུང་རྒྱུད་དྲི་མ་མེད་པ། གདུང་རྒྱུད་དེའི་ནང་དུ་ཁོན་ཡང། ཁོན་ཀླུ་དབང་སྲུང་མ། ཁོན་དཀོན་མཆོག་རྒྱལ་པོ། ཀུན་དགའ་སྙིང་པོ་བསོད་ནམས་རྩེ་མོ་གྲགས་པ་རྒྱལ་མཚན་ས་སྐྱ་དཔལ་འདི་དར་ལ་སོགས་པ། བྱང་ཕྱོགས་མུན་པའི་གླིང་གི་སྒྲོན་མེ་གཅིག་རྗེས་གཉིས་མཐུད་དུ་རྒྱུན་མ་ཆད་པར་བྱོན་པའི་བྱོན་ཡོད་རེད། ད་ལྟ་ང་རང་ཚོའི་སྐྱབས་མཆོག་རྡོ་རྗེ་འཆང་འདི་ཉིད་ཀྱང་གདུང་རྒྱུད་རིན་པོ་ཆེའི་དེ་ག་རང་ནས་བྱོན་པ། དེ་ལྟར་སྦྱིན་པའི་སྟོན་པ་ཕུན་སུམ་ཚོགས་པ་འདི་ལ་ཡང་དེ་ནི་སྟོན་པ་ཕུན་སུམ་ཚོགས་པའི་ཀྱི་མཚན་ཉིད་སྤང་བ་དང་རྟོགས་པ་མཁས་པ་དང་སྒྲུབ་པ་བཙུན་པ་དང་བཟང་པོའི་ཀྱི་ཡོན་ཏན་བསམ་གྱིས་མི་ཁྱབ་པའི་ཀྱི་རྒྱན། གཞན་དྲིང་མི་འཇོག་པའི་བདག་ཉིད་ལྐོག་གྱུར་དུ་མ་སོང་བ་དངོས་སུ་མཐོང་རྒྱུ་དང་ཐོས་རྒྱུ་ཉམས་སུ་མྱོང་རྒྱུ་ཡོད་པ། སྤྱིར་རྒྱལ་བའི་བསྟན་པ་རིན་པོ་ཆེ་སྔོན་ཚད་མ་མེ་ལྟ་བུ་བརྗོད་པའི་སྐབས་འདི་དང་ཁྱད་པར་དུ་རྗེ་བཙུན་ས་སྐྱ་པའི་བསྟན་པ་རིན་པོ་ཆེ་ཤིན་ཏུ་ཉམས་དགྲོལ་བའི་སྐབས་འདི་ཡིད་ལ་བསྟན་འདས་ཀྱི་སྲོག་ཤིང་བསྟན་པ་རིན་པོ་ཆེ་གི་དཔུང་གཉེན་དུ་གྱུར་པ། ཡོངས་རྫོགས་བསྟན་པའི་བདག་པོ་དཔའ་འཐེན་ས་སྐྱ་པ་ཞེས། ཡང་ན་ནས་བྱང་ཆུབ་སྐྱོང་བའི་རྒྱལ་པོ་ཟེར་ནས་མཚན་གྱི། མཚན་སྙན་གྱི་ཅོད་པན་ཁ་ཡོད་ལག་ཡོད་དངོས་སུ་མཛུབ་མོ་བཙུགས་ན་བཙུགས་ས་ཡོད་པ་གཅིག་པ་འདི་ནི། དེ་ནི་ང་རང་ཚོ་ཐམས་ཅད་ཀྱིས། སྐྱབས་དང་རེ་ས་མགོན་དང་དཔུང་གཉེན་དུ་གྱུར་པ་ད་ལྟ་ཞར་དངོས་སུ་བཞུགས་ཡོད་པ་འདི་རེད་བསྡད་པ་རེད། ལས་དང་སྐལ་པ་ལྡན་པའི་གདུལ་བྱ་གྲངས་ལས་འདས་པ། ཐུབ་བསྟན་རིས་སུ་མ་མཆིས་པའི་ཆོས་བརྒྱུད་འཛིན་མཁན་མང་པོ། ཁྱད་པར་དུ་ཡང་དཔལ་ལྡན་གསང་བར་ཚར་གསུམ། ཕོ་བྲང་ཁག་ཐམས་ཅད་ཀྱི་གདུང་སྲས་དང་རྗེ་བཙུན་མ་ད་ལྟ་བཞུགས་ཡོད་ཚད་ཐམས་ཅད་ཀྱི་རྩ་བའི་བླ་མ་མ་གྱུར་པ་ནི་གཅིག་ཡང་ཡོད་བ་མ་རེད། རྒྱུད་སྡེ་རིན་པོ་ཆེའི་དཀྱིལ་འཁོར་འཇམ་གསུམ་མང་པོ་གི་དབང་ཡང་ཞུ་ས། མདོ་རྒྱུད་ཐམས་ཅད་ཀྱི་ལུང་དང་ཁྲིད་ཞུ་ས། འདི་ཕྱིའི་བར་དོ་ཀུན་ཏུ་སྐྱབས་ཞུ་ས་ཉག་གཅིག་ཏུ་གྱུར་པ། རྡོ་རྗེའི་རྒྱལ་པོ་ཁྱབ་བདག་ཧེ་རུ་ཀ་དངོས། མཚན་ཙམ་ཡང་བརྗོད་པར་དཀའ་བ་དོན་གྱི་སླད་དུ་མཚན་ནི་མེད་ན་ལྕམ་སྐུ་མདའ་དྲིལ་རྡོ་རྗེ་འཆང་མ་དབང་ཀུན་དགའ་ཐེག་ཆེན་དཔལ་འབར་ཕྲིན་ལས་བསམ་འཕེལ་དབང་གི་རྒྱལ་པོ་ཨ་ཡུ་བན་ཛར་རིན་པོ་ཆེ་ད་ལྟ་དངོས་སུ་འཚོལ་ཞིང་བཞུགས་ཡོད་པ་འདི་ནི་བཀའ་སྩོལ་བ་བོད་ཀྱི་སྟོན་པ་ཕུན་སུམ་ཚོགས་པ་ལགས་སོ། དབ་ཕུན་སུམ་ཚོགས་པ། གསུམ་པ། དུས་ཕུན་སུམ་ཚོགས་པ་དེ་གང་འདྲའི་རྗེས་ཡིན་བསམ་ན། དེ་ནི་གོང་དུ་ཞུས་ཟིན་པ་ནང་བཞིན་དོན་དམ་པ་ལ་དུས་ཟེར་མཁན་དེ་གཏན་ནས་གཞི་གྲུབ་ཡོད་ས་མ་རེད་དེ་ཡིན་ན་ཡང་ད་སོ་སོའི་སྐྱེ་བོ་ལས་དང་ཉོན་མོངས་པ་འཆིང་བ་ཀུན་འདུན་ང་ཚོ་འདྲ་བུ་གི་ང་ཚོ་འདྲ་བུ་ལ་དུས་ཀྱི་ཐ་སྙད་དུས་ཀྱི་སྐད་ཆ་ཅིག་མ་བཤད་རང་བཤད་ཡིན་དུས་དེ་ནི་ད་ལན་གྱི་དུས་ཕུན་སུམ་ཚོགས་པ་འདི་ནི། སྔོན་བསྐལ་པ་མང་པོ་གི་གོང་དུ་རྒྱ་མཚོའི་མཐའ་ཡས་པའི་རྒྱ་མཚོ་ཆེན་པོའི་ནང་ལ་གསེར་གྱི་གི་པད་མ་སྟོང་རྩ་གཉིས་དུས་གཅིག་ཏུ་ཁ་ཕྱེ་བའི་དགེ་མཚན་མངོན་སུམ་དུ་མཐོང་ཡོང་དུས་ལྷ་ཀྱི་བུ་དང་བུ་མོ་ཐམས་ཅད་ཧ་ལས་ནས། ཨེ་མ་བསྐལ་པ་འདི་བཟང་ངོ་ཞེས་ཆེད་དུ་བརྗོད་པ་ལ་བརྟེན་ནས་དེ་ནས་ད་ཏིག་གི་བསྐལ་པ་འདི་ལ་བསྐལ་པ་བཟང་པོ་ཟེར་མཁན་གྱི་མིང་ཐོགས། བསྐལ་པ་བཟང་པོ་འདི་ཡི་ནང་ན་ཡང་རྩོད་ལྡན་གྱི་སྐབས་ལ་དམིགས་བསལ་གྱི་ཐུགས་རྗེ་གི་གོ་ཆ་བཙན་པོར་བཞེས་ནས་ཤཱཀ་ཤ་ཐུབ་པ་མི་རྗེ་འཇིག་རྟེན་གྱི་ཁམས་འདི་ལ་ཕེབས། ཁོང་ཕེབས་པ་ཙམ་གྱིས་མ་ཡིན་པར་ཁོང་གི་ཆོས་འཁོར་ཡང་བསམ་གྱིས་མི་ཁྱབ་པ་བསྐོར། ཆོས་འཁོར་བསྐོར་བ་དེ་ཡང་མ་ཉམས་པར་ད་ལྟ་ཡང་ཞར་བཞུགས་ཀྱི་སྐབས་ཡིན་པར་མ་ཟད། དམིགས་བསལ་ད་ལན་གྱི་དུས་ཚོད་འདི་དེ་ནི་སྡེ་བཞིའི་དགེ་བ་བཅུ་ཚང་བའི་གྱི་ཡུལ་གྲུ་སྡེ་དགེ་རྒྱལ་ཁབ་ཀྱི་ཆོས་རྒྱལ་བསྟན་པ་ཚེ་རིང་ལྟ་བུ་ཆོས་རྒྱལ་རིམ་བྱོན་རྗེ་འབངས་རྣམས་ཀྱིས་དཔལ་ལྡན་ས་སྐྱ་པ་དེ་ཆོས་ཀྱི་གནས་སུ་བཀུར་ནས་མི་ལོ་བརྒྱ་ཕྲག་མང་པོ་སོང། སྡེ་དགེ་རྒྱལ་འབངས་རྣམས་ཀྱིས་དམིགས་བསལ་གྱི་དཔལ་ལྡན་གསང་བོར་ཚ་གསུམ་གསང་བོར་གཉིས་ཀྱི་བསྟན་པ་ལ་སྲིད་ཇུས་ཡང་རྒྱ་མི་ཆུང་བ་ཞུས་ཡོད་པ་རེད། དེ་ཡིན་དུས་སྡེ་དགེ་རྗེ་འབངས་ཀྱི་རིགས་སུ་གཏོགས་པའི་ད་ལྟའི་མི་རྒྱུད་ཐམས་ཅད་ཀྱིས་ཀྱང་ཕ་མེས་ཀྱི་ཡ་རབས་ཀྱི་བྱ་བཞག་སྙིང་ལ་བཅངས་ནས། བསྟན་པ་རིན་པོ་ཆེ་སྤྱི་དང་ཁྱད་པར་དུ་རྗེ་བཙུན་ས་སྐྱ་པའི་བསྟན་པ་རྒྱུད་འཛིན་མི་ཉམས་གོང་ནས་གོང་དུ་སྤེལ་བ་དང། དེའི་རྩ་བ་ལྕམ་མཁན་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་ཡུན་རིང་དུ་བརྟན་པའི་ཆེད་དུ། མ་འགྲོའི་བསམ་པ་གཅིག་མཐུན་གྱིས་བསྟན་བཅོས་འབུལ་བའི་དུས་ཚོད་ཁྱད་པར་ཅན་འདི་ནི། ཕུན་སུམ་ཚོགས་པ་བཞི་པ་དག་ཆོས་ཕུན་སུམ་ཚོགས་པ་ནི་ཡང་ངེས་པའི་དོན་དུ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་སྒྲ་ཚིག་ཡི་གེ་བློ་ལས་འདས་པའི་ཆོས་འཁོར་དེ་མཚམས་མཚམས་ལ་ཆོས་ཀྱི་འཁོར་ལོ་བསྐོར་བ་མདོ་དང་མཚམས་མཚམས་ལ་ཆོས་ཀྱི་འཁོར་ལོ་མ་བསྐོར་བ་ལྟ་བུ་དེ་འདྲ་མ་ཡིན་པར། རྟགས་ཆགས་པའི་ལྷུན་གྱིས་གྲུབ་པའི་ངོ་བོ་ལ་བསྐོར་དང་བསྐོར་བཞིན་པ་ཡིན་ན་ཡང། གདུལ་བྱ་ང་ཚོ་དྲ་འབུ་གི་གཉིས་འཛིན་ཅན་གྱི་ངོ་བོ་ལ་གནས་དང་དུས་འཁོར་སོ་སོ་ལ་ཆོས་འཁོར་གྱི་རིམ་པ་ཡང་འདྲ་མི་འདྲ་མང་པོ་བསྐོར་ཡོད་ཅིང། ད་ལྟ་ང་རང་ཚོའི་འཛམ་བུའི་གླིང་འདིའི་ནང་ལ་ཡང་སྤྲུལ་སྐུའི་སྟོན་པ་ཤཱཀྱ་ཐུབ་པའི་ཆོས་འཁོར་རིམ་པ་གསུམ་ལ་སོགས་པ་བསྐོར། དེ་ཡང་ལུང་དང་རྟོགས་པའི་ཆོས་འཁོར་སྡེ་སྣོད་གསུམ་གྱི་ཆོས་འཁོར་དྲང་ངེས་རྣམ་གཉིས་ཀྱི་ཆོས་འཁོར་སོགས་ཆོས་ཀྱི་དཔུང་པ་སྟོང་ཕྲག་བརྒྱད་ཅུ་རྩ་གཅིག་བསྐོར་གནང་ཡོད། མཐར་བདུད་བྱེད་ཀྱི་ལས་དང་སྨོན་ལམ་རྟེན་འབྲེལ་ཕུན་སུམ་ཚོགས་པའི་དབང་གིས་དེ་ནས་ཆོས་ཕུན་སུམ་ཚོགས་པ་དེ་ཡུལ་གྲུ་མང་པོ་ཞིག་ལ་དར། ང་རང་ཚོ་བོད་ཁ་བ་ཅན་གྱི་ལྗོངས་སུ་ཡང་ཆོས་ཕུན་སུམ་ཚོགས་པ་དེ་བཤད་རྒྱུད་བཀའ་ཆེན་བཅུ་སྒྲུབ་རྒྱུད་ཤིང་རྟ་ཆས་བརྒྱད་ལ་སོགས་པ་གྱི་ངོ་བོ་ལ་རིམ་གྱིས་དར་ནས་ད་ལྟའི་བར་དུ་སྲིད་པའི་རྩ་བ་བདག་འཛིན་མ་རིག་གི་གཉེན་པོ་ལ་བཞུགས་དང་བཞུགས་བཞིན་པ་རེད། སྐབས་འདི་གི་ཆོས་ཕུན་སུམ་ཚོགས་པ་དེ་སྤྲོས་པ་མེད་པའི་ཀྱི་ལྟ་བ། གཡེང་བ་མེད་པའི་སྒོམ་པ། བྱ་བ་མཐོང་བའི་སྤྱོད་པ། སེམས་ཀྱི་གནས་ལུགས་རྟོགས་པའི་འབྲས་བུ། ལྟ་སྒོམ་སྤྱོད་པའི་འབྲས་བུ་ཀྱི་ཁོག་ཕུབ། ཁྱད་པར་དུ། གསང་བ་སྔགས་ཀྱི་སྐབས་སུ་འཁོར་བ་ཟེར་ནས་མ་སྤང་བཞག་ཡ་གཅིག་དང། མྱ་ངན་ལས་འདས་པ་ཟེར་ནས་ཡར་བླངས་བཞག་གཅིག་བཞག་ཡ་གི་དེ་འདྲའི་ཀྱི་ལྟ་བ་དེ་ལྟ་བ་དཔེ་སྡུག་པོ་གཅིག་ལ་བརྩིས་ནས་འཁོར་འདས་དབྱེར་མེད་ཀྱི་ལྟ་བ་སྐྱོང། དེ་ཡང་བཞི། འཁོར་བའི་ཆོས་ཐམས་ཅད་སེམས་ཀྱི་མཚན་ཉིད་ཀྱི་ཚུལ་དུ་ཚང། ལམ་གྱི་ཆོས་ཐམས་ཅད་ཡོན་ཏན་གྱི་ཚུལ་དུ་ཚང། འབྲས་བུའི་ཆོས་ཐམས་ཅད་ནུས་མཐུ་གི་ཚུལ་དུ་སེམས་ཐོག་ཏུ་ཚང་བ་ཡིན་དུས། སེམས་དེ་རྐྱང་པ་ལ་ཡང་གཞི། ལམ། འབྲས་གསུམ་ཚང་ཞིང། སེམས་རྐྱང་པ་གི་སྟེང་ལ་འཁོར་འདས་ཀྱི་ཆོས་ཐམས་ཅད་ཚང་བར་བསྟན་པས་དེ་ནི་ལམ། སྣང་བ་གསུམ། བརྒྱུད་པ་གསུམ་གྱི་སྒོ་ནས་འཁོར་འདས་དབྱེར་མེད་ཀྱི་ལྟ་བ་གཏན་ལ་ཕབ། ལྟ་བ་དེ་ཉམས་སུ་ལེན་དུས། ཚེ་འདི་ལ་ཞེན་པ་སྤངས། འཁོར་བ་ལ་ཞེན་པ་སྤངས། བདག་དོན་ལ་ཞེན་པ་སྤང། འཛིན་པ་ཐམས་ཅད་སྤངས་ནས། སྣང་བ་སེམས་སུ་གྲུབ། གསལ་སྣང་སྒྱུ་མར་གྲུབ། སྒྱུ་མ་དེ་རང་བཞིན་གྱིས་མ་གྲུབ་པར་རིམ་གྱིས་བསྒོམ་པ་ལ་སྦྱོར་ནས། ཐ་མི་ཐ་མ་སྲིད་ཞི་གཉིས་ཀྱི་མཐའ་ལ་མི་གནས་པའི་འབྲས་བུ་མྱང་འདས་ཆེན་པོར་ཟུང་འཇུག་ཆོས་སྐུའི་གོ་འཕང་ལ་སྦྱོར་བར་བྱེད་པའི་ལམ་དེ་ནི་དེ་སྐབས་སུ་བབ་པའི་ཆོས་ཕུན་སུམ་ཚོགས་པ་ལགས་སོ། ད་ལྔ་པ་ཕུན་སུམ་ཚོགས་པ། ལྔ་པ། འཁོར་ཕུན་སུམ་ཚོགས་པ་དེ་ནི་སངས་རྒྱས་ཆོས་ཀྱི་སྐུ་ཡི་ངོ་བོ་ནས་སྐད་ཆ་བཤད་བྱ་བ་ཡིན་ན། དེ་ནི་གཙོ་བོ་དང་འཁོར་ཟེར་གྱི་འབྲས་བུ་དེ་འབྲས་ཀྱི་ཐ་སྙད་འདི་གཏན་ནས་མ་གྲུབ་པ་ཡིན་ན་ཡང། སངས་རྒྱས་ལོངས་སྤྱོད་རྫོགས་པའི་སྐབས་སུ། གཙོ་བོ་དང་འཁོར་ངེས་པ་ལྔ་ལྡན་གྱི་ཚུལ་དུ་བཞུགས་ཡོད་པ་དང། དེ་ནི་གདུལ་བྱ་དམན་པ་ང་ཚོ་འདྲ་བོ་གིས་དོན་དག་ལ། དེ་ནི། གཙོ་བོ་སྟོན་པ་ཐུབ་པའི་དབང་པོ་ལ། འཁོར། ཤཱ་རིའི་བུ་དང་མོ་མགར་གྱི་བུ་ལྟ་བུ་ཉན་ཐོས་ཀྱི་སྡེ་ཆེན་པོ། བྱམས་པ་དང་སྤྱན་རས་གཟིགས་འཇམ་དབྱངས་ལྟ་བུ་ས་ཆེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་ཐེག་པ་ཆེན་པོའི་དགེ་འདུན་གྱི་སྡེ་གྲངས་ལས་འདས་པར་བཞུགས་དང་བཞུགས་བཞིན་པ། དེ་ནང་བཞིན། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་སྟོན་པའི་རྒྱལ་ཚབ་བསྟན་འཛིན་གྱི་སྐྱེས་བུ་མང་པོ་ལ་འཁོར། བསམ་གྱིས་མི་ཁྱབ་པ་འཁོར་དང་ལྷག་མ་བསམ་གྱིས་མི་ཁྱབ་པ་དེ་འདྲ་བྱུང་དང་འབྱུང་བཞིན་པ་དེ་འདྲའི་རེད། ད་ལམ་གྱི་སྐབས་སུ་བབས་པའི་འཁོར་ཕུན་སུམ་ཚོགས་པ་དངོས་འདི། དེ་ནས་སྐྱབས་མཆོག་འཁོར་ལོས་བསྒོམ་པ་བདག་ཁྲི་རྡོ་རྗེ་འཆང་གི་ཐུགས་རྗེ་དང་ལྷ་རྣམས་ལས་འཁྲུངས་པའི་རྗེ་བཙུན་ས་བཅད་པའི་ཡབ་སྲས་ཀྱི་རིང་ལུགས་འཛིན་པ་གོས་དཀར་ལྕང་ལོ་ཅན་གྱི་སྡེ། ལམ་ལྷ་པ་གསུམ་གྱི་རྒྱུད་བཅུག་པའི་རབ་བྱུང་ངུར་སྨྲིག་གི་སྡེ། འཇམ་དབྱངས་ས་བཅད་པའི་འཁོན་གདུང་དྲི་མ་མེད་པ། ཡོངས་རྫོགས། པ་ལ་ཨེ་ཝམ་པའི་མཁན་པོ་དང་ཞབས་དྲུང་མཁའ། ཚར་པ་རྡོ་རྗེ་འཆང་གི་རྒྱལ་ཚབ་བླ་མ་སློབ་དཔོན་རྡོ་རྗེ་འཛིན་པ་རྣམས་དང། རྒྱལ་བའི་བསྟན་པ་རིན་པོ་ཆེ་ལ་དད་པ་དང་མོས་གུས་ལྷག་བསམ་རྣམ་པར་དཀར་བའི་བསྟན་པའི་སྦྱིན་བདག་ཕོ་མོ་ཡོངས་མང་པོ། གང་རྒྱས་འདི་ན་ཡོད་མཁན་ང་ཚོ་ཐམས་ཅད་ཇི་སྲིད་བྱང་ཆུབ་སྙིང་པོ་མ་ཐོབ་ཀྱི་བར་དུ་སྐྱེ་བ་དང་ཚེ་རབས་ཐམས་ཅད་འདི་ཕྱིའི་བར་དོ་ཀུན་ཏུ་མགྲིན་གཅིག་དབྱངས་གཅིག་ཏུ་ལྕམ་ཆོས་འཁོར་ལོའི་མགོན་པོ་དུས་རྟག་ཏུ་སྤྱི་གཙུག་ཏུ་བསྒོམ་སྙིང་གི་དཔྱིད་དུ་བསྒོམ་གཏན་གྱི་སྐྱབས་གནས་སུ་འཛིན་མཁན་ཤ་སྟག་ཡིན་དུས་དེ་ནི་འཁོར་ཕུན་སུམ་ཚོགས་པ་ལགས་སོ། ད་འདི་འདྲ་རེད་འདོད་དེ་ནི་ཕུན་སུམ་ཚོགས་པ་ལྔ་དང་ལྡན་པའི་སྐབས་འདི་ལ། རང་གཞན་སེམས་ཅན་ཐམས་ཅད་ཀྱི་གནས་སྐབས་དང་མཐར་ཐུག་གི་ཕན་བདེ་མ་ལུས་པ་འབྱུང་བའི་གཞི། སྒོ་གཅིག་ཏུ་གྱུར་པ་དེ་ནི་རྒྱལ་བའི་བསྟན་པ་རིན་པོ་ཆེ་འབའ་ཞིག་ཡིན་པ་རེད། ད་བསྟན་པ་རིན་པོ་ཆེ་འདི་ཉིད་ཕྱོགས་ཀུན་ཏུ་གནས་སྐབས་ཀུན་ཏུ་མི་ཉམས་གོང་ནས་གོང་དུ་འཕེལ་དགོས་ཀྱི་ཡོད་པ་ཡིན་ན། སོ་སོའི་ཁྱེའུ་ལས་དང་ཉོན་མོངས་པའི་གཞན་དབང་ཅན་ང་འདྲ་བོ་གིས་དེ་ནས་གསང་སྙིང་ག་རེ་བྱེད་དགོས་ཀྱི་ཡོད་མེད། བསམ་བློ་ཡང་གཏང་མི་ཤེས་མཁན་དབང་ཆ་ཡང་མེད་མཁན་ཚོ་གི་འཆར་གཞི་ཙམ་སྒྲིག་འཛུགས་བཀོད། བརྒྱུད་སྒྲིག་བྱས་ནས་བསྟན་པ་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་བྱེད་ཟེར་ཡ་དེ་ཞི་དྲག་དཀའ་ལས་ཁ་པོ་ཡིན་ས་རེད། དེས་ན་བཞིན་དེ་ནི་དཔལ་འབྱོར་དང་དཔུང་ཤུགས་དབང་ཆ་སྲིད་ཇུས་ཟེར་མཁན་དེ་ཚོ་གི་ཡང་བསྟན་པ་འཛིན་མི་ནུས། ང་ཚོ་ལས་ལྷག་ནས་བསམ་ནི་ཁ་ཕོ་རུས་དང་ཞེན་ཁོག་གི་ཡང་བསྟན་པ་སྐྱོང་མི་ནུས། ཡང་མཚམས་མཚམས་དང་ང་ཚོའི་དཔལ་འབྱོར་དང་ནུས་སྟོབས་སོགས་གང་ཡང་མེད་བསམ་ནས་སྡུག་ཡུས་བཤད་བཞག་པ་དེ་གས་ཡང་བསྟན་པ་འཛིན་ཡག་འདི་དཀའ་ལས་ཁག་པོ་ཞིག་འདྲ་ཡིན་ས་རེད། དེ་ཡིན་དུས་ད་ང་རང་ཚོས་བཟོ་ན་ཡང་བཟོ་ཐུབ་བཟོ་ན་ཕན་ཐོགས་ཡང་ཡོད་པ། ལས་ཀ་རྒྱ་ཆེན་པོ་རེད་དེ་ཡིན་ན་ཡང་དཀའ་ལས་མང་པོ་རྒྱབ་མི་དགོས་པ། བསྟན་པ་དང་འདྲ་བའི་ཕན་བདེ་གི་རྩ་བ་དེ་སྐྱབས་མཆོག་རྡོ་རྗེ་འཆང་ཁོང་རང་རང་ལ་ཐུག་བསྡད་པ་ཡིན་དུས། སྤྱན་མཆོག་འཁོར་ལོའི་མགོན་པོ་སྐུ་ཚེ་མི་ཤིགས་བཟོ་རྗེས་ཆོས་བདུན་གྱི་ངོ་བོར་ཞབས་པད་ཡུན་རིང་དུ་བརྟན་ནས་ཡོད་པ་ཡིན་ན། དེ་རྐྱང་པ་མ་གཏོགས་དེ་ལས་གཞན་རེ་འགའ་གང་ཡང་འབད་བརྩོན་བྱེད་དགོས་ཡ་གཏན་ནས་མེད་པ་ཡིན་དུས་དེ་རང་གིས་བསྒྲིགས་བསྡད་པ་ཡིན་དུས། དེ་ནས་འདི་ན་ཡོད་མཁན་ང་ཚོ་ཐམས་ཅད་ཀྱིས་གཙོ་བོ་དད་པ་དང་དྭངས་བླངས་དམ་ཚིག། སྙིང་ལ་བཅངས། སྤྱང་ཕྱུག་ཁོལ་ལེ་མགོན་པོ་སྐུ་ཚེ་ཡུན་ཡུན་རིང་དུ་བྱ་འཕེལ་གསོལ་བ་ལྟ་བུའི་ཆེད་དུ་མཆོད་པའི་མེ་འགྲོལ་འབུལ་བ་ལ་དག་མདོག་ནང་བཞིན་བྱས་པ་ཡིན་ན་གླིང་བཞི་གླིང་ཕྲན་བྱེ་བ་ཕྲག་བརྒྱ་ལ་སོགས་པ་རབ་འབྱམས་འབྱེད་པའི་ཞིང་ཀུན་མཆོད་སྤྲིན་གྱིས་ཕྱུར་བུར་བཀང་ནས་ཕུལ་ཡ་དང། སང་ལྷ་རྡོ་རྗེ་ཐེག་པའི་དབང་དུ་བྱས་པ་ཡིན་ན་སྣང་གྲགས་རིགས་གསུམ་ལྷང་ལྷང། ཡེ་ཤེས་ཀྱི་ངོ་བོའམ་ཡང་ན་ལུས་ངག་ཡིད་གསུམ། སྐུ་གསུང་ཐུགས་རྡོ་རྗེ་གི་ཞིང་ཁམས་དང་མདོར་ན་སྣང་སྲིད་སྣོད་བཅུད་ཐམས་ཅད་བདེ་སྟོང་རྡོ་རྗེ་རོལ་མོར་འཆར་ནས་ཕུལ་བ་སོགས་གང་ལྟར་མེ་འབྲས་ཀྱི་བྱ་བ་བསྐྱངས་པ་ལ་ཡང་ངོ་བོ་ཕ་རོལ་ཏུ་ཕྱིན་པ་གྲུབ་ཚང་ཞིང། ཕ་རྟ་ས་ལ་ང་རང་ཚོ་སོ་སོའི་སྐྱེ་བོ་གི་གློག་གི་ག་རེ་རྩ་ཆེན་པོ་ཡིན་པ་གང་ཡག་ཡག་གང་སྙིང་རྗེ་བོ་རིན་ཐང་ཆེ་བོ། དངོས་སུ་ཕུལ་ཐུབ་ཡ་དང་དངོས་སུ་ཕུལ་མ་ཐུབ་ན་ཡང་གློག་གིས་བཀྲུས་ནས་མ་ཚང་བ་མེད་པ་ཚང་ཞིང་ཡིད་དུ་འོང་བ་མངོན་པར་བཀྲུས་ནས་ཐམས་ཅད་ཀྱིས་ལྷན་ཅིག་ཏུ་ཞིང་ཁམས་འབུལ་བར་ཞུ།